གར་སོང་བ་རེད་བཙན་བྱོལ་ལ་ལྡོག་ཆོས་ཡོང་གི་རེད་དེ་ད་དེ་གས་དེ་ལ་བསམ་བཏང་ནས་བདེ་བ་ཅན་དུ་སྐྱེ་དགོས་ས་རེད་དགོས་ས་མ་རེད་བསམ་བློ་ཞིག་བཏང་རོགས། བྱས་ཙང་ད་བདེ་བ་ཅན་དུ་སྐྱེ་དགོས་རེད་དགོས་མ་རེད་སྐད་ཆ་བཤད་པ་ལ་ཤེས་ཡའི་སྐད་ཆ་མ་བཤད་ན་སེམས་ལ་ཆུ་ནས་མ་དྲན་ན་དེ་སྐད་བཤད་ཡོང་གི་རེད་ཡོད་མ་རེད། བྱས་ཙང་ལྷོད་ལྷོད་བྱས་ནས་བསམ་བློ་བཏང་ནས་ད་འཛམ་བུ་གླིང་འདི་ལ་ལོ་ག་ཚོད་བསྡད་ས་རེད་སོ་སོ་རོགས། ཨ་ནི་དེའི་བསམ་བློ་ཞིག་བཏང། ཨ་ཏ་ཏི་ནས་དེ་ལས་ལྷག་ལ་དད་པ་མི་འདུག་ཟེར་ཅིག་ད་བསམ་བློ་ཞིག་ཁོག་དུས་དེའི་བྱེད་ད་ད་སྐྱེ་བ་སྔ་ཕྱི་ཁས་ལེན་གྱིན་ད་སྐྱེ་བ་ལེན་འགྲོ་གི་རེད་བ། ད་སྐྱེ་བ་ག་བ་ལེན་མ་ལེན་དེ་སུས་སུས་ཀྱི་ཐབས་ཤེས་ཁྱོད་ནས་བྱས་མེད་ངེས་ཡིན་ན་ཁྱེད་ཀྱིས་ཤེས་ཡ་ཡོད་མ་རེད་བ། ཐབས་ཤེས་བྱས་ཀྱི་ཡོད་པ་ཡིན་ན་ཨ་ནེ་ཆ་ཤས་ཅིག་བཀོད་དགོས་རོགས་ད་ག་བ་སྐྱེ་དགོས་སྐྱེ་ན་ཡག་ས་རེད་ཟེར་ཅིག། ཞེས་བྱ་ད་ནང་པའི་ལྟ་གྲུབ་ཀྱི་ཡེ་ཤེས་འོང་དུས་ག་རེ་བྱུང་མ་བྱུང་དེ་བདེ་སྡུག་ལ་སོགས་པ་ག་རེ་བྱུང་མ་བྱུང་ཚང་མ་ལས་ལ་རག་ལས་དེ་བ་ཆ་དེ་རག། ཁ་ཤས་དེ་འདྲའི་ལས་ཀྱི་དང་ལས་ལ་རག་ལས་པ་མཚམས་ཀྱི་ལས་ལ་རག་ལས་པ་ཡིན་ཙང་སུས་ལག་པ་ལ་མི་འདུག་ལས་ཀྱི་དང་དངོས་གནས་བྱས་ན་ལས་ལ་རག་ལས་པ་ཡིན་ཙང་སོ་སོའི་ལག་པ་ལ་ཡོད་རེད་པ། ལས་ཟེར་ཡས་དེ་སུད་སུད་ཀྱི་བྱ་བ་བྱེད་སྟངས་ཀྱི་ཅིག་ཤེས་དགོས་ར་ལས་ཀ་བྱེད་ཟེར་ཡས་དེ་རེད་ཐོག་ཐོག་བཤད་ན། བྱས་ཙང་ལས་བསགས་ཟེར་དུས་བྱ་བ་ཅིག་བྱེད་པ་ཅིག་ཤེས་དགོས་ར་ཀུན་སློང་དང་དྲི་ལུའི་ཐོག་ནས་བྱས་ན་ཀུན་སློང་དང་དྲི་ལུའི་ཐོག་ནས་བྱ་བ་བཟང་པོ་ཅིག་བསྒྲུབ་ན་ནི་དྲི་བུ་བདེ་བ་ཡོང་ངེས་བྱ་བ་ངན་པ་བསྒྲུབ་ན་དྲི་བུ་སྡུག་བསྔལ་ཡོང་གི་དེ་ལ་ལས་བསགས་ཟེར་དགོས་ར། བྱས་ཙང་སུས་སུའི་ལས་ལ་རག་ལས་ཀྱི་རེད་ཟེར་དུས་སུས་སུའི་བྱ་བ་ལ་རག་ལས་ཀྱི་རེད་སྐད་ཆ་དེ་བཤད་དགོས། ད་དེའི་སྐད་ཆ་ག་རེ་ཆགས་བྱས་ཡིན་ཙང་སུ་རེ་བྱེད་སྟངས་ལ་རག་ལས་ཀྱི་རེད་ཟེར་དུས་ད་སུ་སུའི་ལག་པ་ལ་ཡོད་པ་དེ་སྟོན་གྱི་འདུག་དེ་བྱས་ཙང་ད་ད་ཕྱི་རོལ་པ་ཁ་ཤས་ཀྱིས་དེ་བྱེད་ཀྱི་འདུག་ཕྱི་ནང་པ་མ་ཡིན་མཁན་ཁ་ཤས་ཀྱིས་ཨ་ནེ་ཁ་ཤས་དེ་འདྲས་ལ་དེ་བྱེད་ཀྱི་འདུག་ཚང་མ་དཀོན་མཆོག་གིས་བྱས་རེད་ཟེར་དུས་སུ་སུའི་ལག་པ་ལ་ཁྱོད་ནི་མེད་དེ་ངས་དེ་བྱེད་ཀྱི་འདུག་ནང་པའི་གྱི་ལས་ལ་བརྟེན་ནས་བྱས་རེད་ཟེར་དུས་ཨ་ནེ་སུ་སུས་ག་རེ་བྱས་མ་བྱས་སུ་སུའི་ལག་པ་ལ་ཡོད་དེ་ངས་འདི་སྣང་བ་འགྲོ་གི་འདུག་ལས་ངན་ཡོང་གི་འདུག་ཡིན་ནའི་ངོ་ཚོའི་ནང་པའི་ནང་ལོག་ན་ཡང་ཁ་ཤས་ཀྱིས་ལས་ལ་བརྟེན་ནས་རག་ལས་འདོད་ཚུལ་དེ་སུས་ཚོད་ལག་པ་ལ་འཁྱུད་ནས་ཉན་མཁན་ཞིག་བསམ་བློ་འཁོར་ཡོང་གི་འདུག་ད་གང་འདིར་ཨེ་ནི་ཨེ་ནི་རང་དབང་ཡོད་མ་རེད་ཟེར་སྐད་ཆ་འདི་ལས་ཕ་གི་བུ་རྒྱུད་སྟེན་ཚེ་ཅི་ཡོད་རེད་ཐལ་ཆེ་དྲག་རེད་འདི་ཡི་ཐལ་ཆེ་ལག་པར་བ་ད་གང་བྱས་ཚང་མ་ནག་པོ་ཟོས་ཤག་རིག་རིག་ཟོས་ཤག་རེད་མ་གཏོགས་ཁོ་ལ་ཆ་ཤས་ཅིག་ཡོད་རེད་དཔེར་ན་ད་ཁ་སང་ཁ་ལ་གནོད་ཡོད་ཅེས་ཟ་ཡོད་ན་ད་ད་ན་གུས་བར་བ། ན་བདུད་རྩི་ནི་ད་ང་ན་གི་མེད་སྲིད་རང་དབང་མི་འདུག་ན་མ་ན་རང་དབང་མི་འདུག། ཡིན་ནའི་ད་ས་ཡིན་ན་གཉིས་ནི་ན་མ་ན་སུ་ཞིག་ལག་པ་ལ་ཡོད་རོ། ད་ས་ཡིན་ནི་གནོད་ཡས་འདི་མ་ཟ་ཨན་སྨན་འདི་ཟ་ན་ས་ཡིན་མ་ན་ཡིན་ན་མ་ན་སུ་ཞིག་རང་དབང་འདུག་ད་རིང་ན་མ་ན་འདི་ད་ད་རང་དབང་མི་འདུག་ཁ་སང་ཁ་ལ་ཁ་ས་ཁ་ལ་ཟ་ཐང་དང་དྲི་བ་ཆགས་བསྡད་རོ་ད། བྱས་སང་ད་སུ་ཞིག་ལག་པ་ལ་ཡོད་ཡིན་ཙང་ཨན་ནི་བསམ་ཐང་ཡ་ཅི་ཡོད་རོ་ད་སྐྱེ་བ་ཕྱི་མ་ག་བ་ལེན་དགོས་ཀུ་འདུག་ག་འདྲི་ཞིག་སྐྱེས་དགོས་ཀུ་འདུག་ཆ་རྐྱེན་ག་འདྲི་ཞིག་གོ་ཀུ་འདུག།

ལས་ཀ་ཡག་པོ་ཡོད་སྐྱེ་བ་བྱེ་མ་དེ་སྐྱེ་མེད་འདི་འདྲ་བོ་སྤུ་གུ་འདི་འདྲ་བོ་ལས་ཀ་འདི་ར་རང་ད་ག་ར་འགྲིག་གི་འདུག་ཟེར་གི་འདུག་དེ་འགྲིག་གི་རེད་ཞེས་ཡོང།